བླ་མ་སྟོང་མགོན་པོ་འཇམ་པའི་དབྱངས་ལ་སྒོ་སྲུང་བགྱི་བ་བྱིན་པའི་ཕྱག་འཚལ་ཏེ། སྒོ་མ་བརྩན་པའི་ཡར་ངོས་ན། བོད་ཀུན་བཙན་བྱོལ་སྣང་རིག་གི། གཞུང་ཡིན་ན་ར་ཅོག་པ། ཐུན་མོང་གི་རིག་གནས་ཡིན་ན་ར་ཅོག་པ། འདི་བཤད་པ་ལ་འཇུག་པའི་སྐབས་སུ་ཐོག་མར་ཤེས་རིག་གི་ལྷ་དང་རང་གི། རྩ་བའི་བླ་མ་ངོ་བོ་ཡར་མར་གྱི་སྒོ་ནས་དགེ་བ་བྱིན་པའི་ཕྱག་བྱེད་རྒྱུ་དེ་ཕྱག་སྲོལ་དུ་རེད། ཕྱག་སྲོལ་རྒྱུན་དུ་རེད། དེང་སང་གི་སྐད་ཆ་གིས་བཤད་ན་སྲོལ་རྒྱུན་རེད། གདོང་དམར་གིས་བཤད་ན་ཕྱག་སྲོལ་དུ་རེད། ལྟ་བུ་ཁྱེད་ར་དེའི་ལད་མོ་རེད་ལས་བླ་མ་དང་མགོན་པོ་འཇམ་པའི་དབྱངས་ལ་སྒོ་ཐོན་དགེ་བ་བྱིན་པའི་ཕྱག་འཚལ་དེ། འདི་ཚོ་འདི་ཞར་ལུང་ལས་རྟགས་ཀྱི་འཇུག་པ་བཤད་པ་ཞེས་བྱ་བའི་གཞུང་འདི།

ཨ་ཏི་ཀི་ཐོག་མའི་དུས་སུ་ལོ་ཙཱ་ཚང་མ་ནང་བསྟན་བོད་ལ་བསྒྱུར་བཅོས་ཀྱི་ཆེད་དུ་རྒྱལ་བའི་བཀའ་དང་དགོངས་འགྲེལ་གྱི་རྟེན་གྱིས་བོད་ལ་འགྱུར་བའི་ཕྱིར་དུ་བྲལ་བའི་དབང་གིས་རང་རེའི་གངས་ཅན་པའི་རིག་གནས་ཀྱི་སྒོ་ནས་ཤེས་རབ་པ་སྐྱོང་རྒྱུའི་བྱ་བ་གྲུབ་མ་ཐག་ཐུགས་སློབ་ཚོགས་འདུ། བར་དུ། སངས་རྒྱས་ཀྱིས་བཀའ་དགོངས་འགྲེལ་ཉན་ལེན་བྱེད་པ་དང། གཞན་ལ་སྤེལ་བའི་བྲེ་སྲིན་གྱི་དབང་གིས་ཡང། རིགས་གནས་ཀྱི་ཕྱོགས་འདི་དུ་མ་གི་ལྷོ་ཕྱོགས་སུ། དུས་གང་ནས་ཤིག་ན་དཔེ་སྦྱོར་བཞག་ནོ་གི་ཐོག་ནས།

ཀྲི་མུ་ཞོག་གི་འདི་ལས་ཚིག་གི་དཔེ་བརྗོད་རབ་མི་འབྱུང་བས་འདི་མ་བྱིངས་ཀྱི་དཔེ་བརྗོད་བྲི། དེ་ལྟ་བགྱིས་ན་སྐད་དེའི་ཐོག་གི་རིག་གནས་ཀྱི་ཐོག་ནས་འོ་དོ་གངས་ཅན་བརྡ་སྤྲོད་པའི་གཞུང་ནས་མ་བྱིངས་དང་ལས་ཚིག་ལ་སོགས་བཀའ་གི་རྣམ་གཞག་ལྟ་ལོང་སོ་སོར་མ་ཁེར་ར་ལག་བསྒྱུར་གྱིས་སྒྲ་གཞུང་གི་འགྲོས་དང་བསྟུན་ནས།

བའི་མི་རིགས་གཞན་དང་གཞན་ལ་ཕན་སྙིང་འདི་མེད་ཀི། འུ་ཅག་ལ་ཐོན་མི་བསམ་པོ་བཀྲ་གི་བཀའ་དྲིན་ཅི། ཐལ་སྙིགས་གི་ཐོག་ད་རུང་ཐབས་ཅིག་ཡིག་གེ་ཞེས་པའི་ཐབས་འདི་བསྣན་ནས། མང་ཚིག་གི་ཡིག་གེ་གསུམ་གི་སྒོ་ནས་ད་བཀའ་དང་བསྟན་བཅོས་གཞུང་ལུགས་ཚིག་ར་བསྒྱུར་བཅོས་ཀྱི་ནུས་བ་འདི་བདེ་བླག་ཏུ་གྲུབ་སོང་ནས་ཡིད་ཀྱི་སྐྱོན་འདི་རིགས་ཤེས་རལ་གྲི་བཙུག་གི་སོང་གི་གི་འདི་སོང་བའོ་ཚུལ་ན་གི་ཚིག་གི་དཔེ་བརྗོད་ལ་ཆུ་བཞོག་གི་ན་རྒྱ་ནག་དང་མི་ཉག་གི་ཡུལ་སྐད་ལ་མིང་དང་ཚིག་གི་རྣམ་གཞག་ཡོད་ཀྱང་མ་གཏོགས་ཡུལ་སྐད་ཀྱི་རྣམ་གཞག་མེད་གི་དུ་སོང་གི། དེའི་སྟབས་ཀྱིས་དེ་དག་མི་རིགས་དེ་དག་གི་ཡུལ་སྐད་ཀྱི་སངས་རྒྱས་ཀྱི་བཀའ་དང་དགོངས་འགྲེལ་བཞི་བརྒྱུད་ཟིན་ན་བདེ་བླག་ཏུ་བརྗེད་མི་ཐུབ་ཀི།

ཐན་ཐུན་ཡིན་ན་ཆོག་གི་ངག་གི་ཕྲེང་བ་ཡིན་ན་ཆོག་གི། མདོར་ན། དོན་དང་ལྡན་པའི་ངག་ཡིན་ན་ཆོག་ལ་དགེ་སོགས་ཆོས་བཞི་ལྡན་པ་ཞིག་ཡིན་དགོས་ནོ། དགེ་སོགས་ཆོས་བཞི་ལྡན་པའི་ངག་ཞིག་འགྲུབ་པ་ལ་དེའི་བཞི། ཚིག་དང་མིང་ཉིད་ཨ་རེ། ཚིག་དང་མིང་ཉིད་ཨ་རེ་ཚིག་གི་བཞི་མིང་རེ། མིང་ར་ཚིག་ཉིད་ཨ་རེ། ངག་སྒྲུབ་བྱེད་ཀྱི་གཞིར་འདི་ཆོས་གསུམ་པོ་ལས་བསྟན། གཅིག་ཁོང་ཡི་གེར། དེས་ན་ཡི་གེ་འདིའི་སྐད་ཀྱི་ཡི་གེ་དགུ་ནི། ད་མཚན་སྦྱོར་བ་དང་གསལ་བྱེད་ཀྱི་སྒྲ་གཉིས་ཀ་གོ་དགོས། དེའི་ནང་ནས་གཙོ་བོའི་མཚན་སྦྱོར་བའི་ཡི་གེ་ལ་གོ་དགོས། དེས་ན་མཚན་སྦྱོར་བའི་ཡི་གེ་ལ་རིགས་བསྡུས་ན་གཉིས་པོ་གོ་དགོས་ཏེ་སུན་བྱི་བ་གི་སྐད་ཀྱི་རིགས་གཙོ་བོ་རྣམ་དབྱེ་དང་ཚིག་ཕྲད་གཉིས་ཀ་རེད།

དེས་ན་ཉེ་བར་རྟགས་ཅན་གྱི་སྐད་བཤད་པ་ལ་ཞེས་པའི་ཉེ་བ་འདི་དེ་སྔའི་འཛིན་གོ་བ་ནི་སུན་ཅི་བ་ལ་བལྟས་ཏེ་རྟགས་ཅན་གྱི་སྐད་བྱུང་ན་ཉེ་བ་ཡིན་ཏེ། དུད་འགྲོ། རྟགས་ཅན་གྱི་སྐད་ཞེས་པ་འདི་གཙོ་བོའི་ཕྱིར་ན། རྟགས་དགུ་ནི་ཚད་མ་རེད།

ངེས་འཛིན་བྱེད་ལ་རྟག་གོ། དེས་ན་རྟག་འགྲིག་གི་རྟགས་ནི་གོ་བ་ལེན་གྱི་འཐབ་རྩོད་ཉམས་པའི་འཇོག་བྱེད་ཟེར་ག་ཆ་ཚུལ་ཡོད། རྟག་གཟུགས་ནོར་འདྲེས་གཉིས་གོ་བ་ལེན་གྱི་རྫས་ཀྱི་རྟགས་ཡིན་ན་ཁ། ཀ། འདྲ། ཁ་དོག་དང་རྣམ་པ་ལ་སོགས་པ་གོ་བྱེད་ཟེར། འདི་རྒྱུའི་ཁམས་ཀྱི་རྟགས་རེད། རྒྱུའི་ཁམས་ཀྱི་རྟགས་ཡིན་ན་ད་འདི་གང་གི་གོ་དགོས་ན་སྐད་གདངས་གི། སྒྲ་གི།

ཡང་མིང་གཞི་ཡི་གེ་གཏོད་ཚུལ་དབྱེ་བ་འདི་འདིའི་ནང་ནས་མིང་གཞི་ལས་འདས་པའི་མིང་གཞི་འདི་ཇི་ལྟར་རུང། སྤྱིར་མིང་གཞིའི་ནང་དུ་གོ་བ་དྲི་མ་དེ་ཁྱབ་ཆེ་དགོས་འདུག་གོ། གང་གི་མིང་གཞི་ངོས་བཟུང་བའི་རྟགས་ཞེས་བ་ལ་བྱང་ཚ་ལུའུ་ཞེས་པའི་མིང་གཞི་ལྟ་བུ་ཡིན་ན།

ཁྱི་དགའ་མི་བྱེད་གི་ན་ར་མགོ་ལ་མགོ་ས་མགོ་རེ་མགོ་ཅན་གི་ཡི་གེ་གསུང་གི་ཡ་ཏག་ར་ཏག་ལ་ཏག་རེ་མདོག་ཅན་གི་ཡི་གེ་གསུང་གི་བསྡུས་འདུག་གྲུ་ཤོ་འདི་གང་གི་སྟེང་ནས་འཇོག་གོ་ནས་ན་འདི་གི་ཉེ་བ་ཁྱི་ཟེར་ནས་ན་དེ་ད་ང་དར་མ་རྫི་ཟིག་མི་མཐོང་གི་དེ་ལྟ་གི་མེད་གི་ཟེར་མི་ཐུག་གི་ད་ང་མི་འུ་ཟོ་འདི་གི་མི་མི་ནང་གི་རྒྱུ་མ་གཏོགས་གལ་འདི། གཏན་ནས་མི་དགོས་པའི་བཤད་རྒྱུ་དྲི་མ་དཀའ་གི། དེ་ལྟ་གི། འདི་ནས་སྒྲ་གདངས་ཀྱི་དབྱེ་བ་རྩ་འཛུགས་མ་གཏོགས། སྒྲ་དང་དོན་གཉིས་ཀས་གང་དང་གང་ལ་འཇུག་པའི་རྣམ་གཞག་འདི་ནས་མ་གསུངས་ཟིག་ཟེར་གྱི་རེད། ས་སྐྱའི་ཉེ་བ་སྔོན་འཇུག་རྟགས་ཀྱི་འཇུག་པ་བཤད་པ། སྔོན་འཇུག་ལ་རྟགས་ཀྱི་དབྱེ་བ་ཡོད་པར་མ་ཟད་རྟགས་དེའི་ལྡན་གྱི་ཡུལ་སྐད་ནི་སྤྱི་བཙན་ཡིན་པས་རྟགས་ཀྱི་འཇུག་པ་གི་རྣམ་གཞག་དེས་ན་འཇུག་ཡུལ་གྱི་བརྡ་དོ་དང། སྒྲ་དང་དོན་གཉིས་ཀའི་སྒོ་ནས་རྣམ་གཞག་གང་གི་གསལ་བའི་དོན་གྱི་རྟེན་འཇུག་པ་རེད།

ཕོ་དང་མ་ནང་མོ་དང་ནི་ཤིན་ཏུ་མོ་དང་བཞི་བཞི་རུ། སྡེ་བ་བཞི་བ་ཡན་ཆད་ཡིན་ལྷག་མ་ཇི་བཞི་གནས་བ་ལ། རྩ་སོགས་སུ་ནི་བྱ་སོགས་ཀྱི་བ་ནི་བ་དང་བརྒྱད་རུ་བྱ། ལྷག་མ་དྲུག་ནི་མོ་རུ་བསྒྱུར་ར་ལ་ཧ་ནི་མོ་བྱིན་ཏེ་ཨ་ནི་ཚད་མེད་ཅིས་ཀྱང་བྱ་བ་དེ་ཡིན། འདི་དག་གོ་འདི་རྨང་གཞི་ལྟར་གྱི་དབྱེ་བ་གི་རྩ་ཚིག་ཁ་ཚང་བ་རེད་རྩ་ཚིག་ཁ་ཚང་བ་རེད།

སྒྲ་དང་ལྟས་མི་བཀོད་ཀྱི་བུ་ཡི་ཡི་གེ་འབའ་ཞིག་ཡིན་ཞེས་པའི་བུ་ཡིག་རྣམས་འདི་གང་བ་བཀོད་ཅེ་ན། སྐྱེ་ཤ་སྐྱེ་ཤེས་ཀྱི་སྒོ་ནས་བཞག་པའི་སྐྱེ་ཤེས་ཀྱི་ཡི་གེ་བཀོད་ཅེས་ནང་དོན་ན་བཀོད་ཅེས་ཀྱི་སྐྱེ་ཤེས་ཀྱི་ཡི་གེ། གང་སྐྱེ་ཤ་ཡིན་ནོ་ཞེ་ན། མང་ཚིག་ངག། འདི་བཅུ་གསུམ་པོ་སྐྱེ་ཤ་རེད། མང་ཚིག་ངག་གསུམ་གྱི་སྐྱེ་ཤེས་གང་རེད་ན། ཡི་གེ་རེད། ཡི་གེ་ལ། རིགས་ལྔའི་སྐྱེ་འགག་སྐྱེ་མཆེད་དེ་ལ་རིགས་མ་ལྔའི་སྐྱེ་མཆེད་གཉིས་ཡོད་དགོས། རིགས་ལྔའི་སྐྱེ་འགག་སྐྱེ་མཆེད་ལ། ཐུན་མོང་མ་ཡིན་པའི་རྒྱུ་ཟེར་གི། རིགས་མ་ལྔའི་སྐྱེ་མཆེད་ཀྱི་ལ་ཐུན་མོང་གི་རྒྱུ་ཟེར་གི། གང་དུ་ཀོ་རེ་ལ། ཀ། མགོ་ཀ་ནས་མ་ཀི་འཇིག་གི་ཨ་བར་དུ་ཐམས་ཅད་ནི།

པོ་དུ། འབྲུ་དུ་ཡིན་ཅེ་ན། འབྲུ་དུ་སྐྱེས་ཤིག་གི་རྒྱུ་ལ། ལུག། ཕྱུག། དྲུག། དབུག། ད་རུང་བདག་ཉིད་དབུག་དེ་དག་ལ་སོགས་པ་བཅུ་བོའི་གནས་ཡིད་ཧྲལ་མེད་ལ་སོགས་པ་སྐྱེས་ཤིག་གི་ཐུན་མོང་གི་རྒྱུ་རུ། བཅུ་བོའི་ས་བོན་གནས་ཀྱི་ས་བོན་ཧྲལ་མ་གི་ས་བོན་དེ་ཐུན་མོང་མ་ཡིན་པའི་རྒྱུ་རུ་ཧྲལ་མེད་ཀྱི་ས་བོན་ལས་བཅུ་མི་སྐྱེ་གི་གནས་ཀྱི་ས་བོན་ལས་ཧྲལ་མེད་མི་སྐྱེ་གི། ཐུན་མོང་མ་ཡིན་པའི་རྗེས་གནང་འདི་གི་སྟེགས་ཀ་ནས་ཨ་བར་དུ་ཐུན་མོང་མ་ཡིན་པ་གི་སྒྲ་གི་རིགས་ངེས་ཅན་དྲི་དཔེ་བས་བཞག་ན། ཨུ་ཨ་ཀུ་གུ་ཨུ་ཨ་འབྲི་ཨ་ཞན་ཅུ་ཨུ་ཨ་འབྲི་ངེ་ཨི་ཨ་ནར་བུ་ཨུ་ཟི་ནོ་ཨུ་སྒྲ་འདི་ཀ་ན་ཀ་ཀུ་གུ་ཀུ་ཟི་ན་ཀུ་གི་སྒྲ་རེད། ཀྱ་ཀུ་གུ་ཀྱུ་ཟི་ན་ཀྱུ་གི་སྒྲ་རེད་དུས་ཀུ་གི་སྒྲ་འགྱུར་གུ་དོག་གི་ད་རིགས་མ་ངེས་རིགས། ཀ། ཀ་གི་གི་ཀུ་ཀ་ཞེས་བྱའི་ཀུ་འདི་ན་ཀ་གི་སྒྲ་ཁ་བ་ཀི་འགྱིག་གི་མེད་ཀི་ཀྱ་གི་སྒྲ་གི་འགྱིག་རྣམ་པ་གི་མི་ཀློག་གི། དེའི་སྟེང་དུ་ཀ་གི་སྒྲ་གི་ཀློག་གི། དེ་ལྟར་ཀི་རིགས་ངེས་ཅན་འདྲི། དེ་ནོ་རིགས་ངེས་ཅན་ལ་ཕ་ཙི་དགོས་ཀི། རིགས་མ་ངེས་པ་ལ་མ་ཙི་དགོས་ཀི།

ཀ་ནས་ཧ་བར་དུ་གསལ་བྱེད་ཟིན་བཅུ་ཡི་ནང་གི་ཉི་ཤུ་རྩ་དགུ་དེ་དག་འཕོ་བར་བཞག་ན་ཆོག་གོ། ཨ་འཇིག་གི་ཧ་ཨ་གི་ཨ་དེ་དག་ཡི་གེ་གཅིག་གི་སྒྲ་གི་འབྱུང་ཁུངས་རེད་ཡི་གེ་གཅིག་ཡིན་དགོས་ད་རྟགས་མེད་འམ་ཡང་ན་མུ་སྟེགས་འམ་ཡང་ན་ཐོ་མི་སེ་བོ་ཏྲ་གི་བཞེད་པ་ཡི་ལྟར་སྣང་གི་ཤེས་བ་ཁེ་བ་ལ་ལ་གི་སོང་ནོ་འཕོ་ཡིག་རེད་འདོད་གོ་གི་འདི་ཁྱོད་གསོན་པོ་རེད། འགོག་ཤེས་ཕྱིར་དུ་ད་ག་ནས་ཨ་བར་དུ་ཟིན་གྱི་དང་པོ་ནི། སྐྱེ་བྱེད་ཕག་ལྟ་བུའི་དུས་ཡིན་བརྩི་རྒྱུ་རེད། གཅིག་གི་ནང་ན་ད་ཁྱོད་དོག་པ་ཟ་རྒྱུ་མེད་གི་བརྩི་རྒྱུ་རེད། དེ་རྒྱུ་མཚན་སྨྱོ་གི་རྒྱུ་མཚན་སྐྱོ། ཨ་ག་བཞི་ཨི། ཨ་ང་བཞི་ཨི་ཟེར་ཨ་ཆེན་དེ་ལ་ཡན་ལག་གི་ཡི་གེ་རྗེས་འཇུག་སྤྱི་བོའི་གང་སྦྱར་ན་ཆོག་གི་དེ་བཞེད་ན་ཆོག་ཅེས་ལྟ་ཚོད་ཨ་ཆེན་དེ་ནི་ལུས་ཀྱི་ཡི་གེ་རེད། ལུས་ཀྱི་ཡི་གེ་མིན་ན་ཆོག་ཡན་ལག་གི་ཡི་གེ་མི་འཇུག་གི། ལུས་ཀྱི་ཡི་གེ་རེད། དུད་འགྲོ་ཁྱོད་ཨ་ཡང་བཞེད་ན་ཆོག་གི་ག་ཀི་ཀི་དགོས་ནོ་ཨ་ཀི་ཨི་ཨ་ཀི་ཨི་ཨ་ཤེ་ཅི་ཨ་ནི་ངི་ཨེ་ཨ་ན་རོ་ཨུ་རེ་ཨ་ཡང་བཞི་བོ་བཞེད་ན་ཆོག་གི་དོན་སྟོན་གི། དེ་ལྟར་གི་གསལ་བཤད་ཀྱི་འཇུག་གི་ཨ་ཆེན་ནི། ཡི་གེ་སྐྱེ་མཆེད་ཕ་ལྟ་བའི་གི་སེམས་ཅན་དང་པོ་བོ་ནི་གྲངས་ཚད་འགྲོ་གོ་དུ་གྱེར་ཡང་དེ་ཀ་ད་ཕྱག་ཚོད་ལྷོང་ང་ཉི་ཤུ་གི་ཕྱག་ཚོད་མ་ལོངས་སེམས་ཅན་གོ་ནོ་ལེགས་གྱེར་གྱི་སྒྲ་གཞུང་གི་སྟེང་གི་གསུང་ནོ་མ་གཏོགས་གངས་ཅན་གྱི་སྒྲ་རིག་པའི་གཞུང་གི་གི་གངས་ཅན་གྱི་ངག་གི་སྦྱོར་བ་དང་བསྟུན་ན་འདི་བདུག་གི་འདི་ད་རུང་དྲི་མ་རིག་དོགས་ནས་ཆད་དུ་གོ་དུ་གྱུར་དེ་རེད་ཡ།

སྣང་སྲིད་ནི། སྒྲ་གདངས་དྲག་ཞན་བར་མ་མི་འཇུག་ཟེར་གྱི་རེད། ཡང་ལ་སྣང་སྲིད་སུ་སྒྲ་གདངས་དྲག་ཞན་བར་མ་མི་འཇུག་ཟེར་ནོ་དུས་གོ་དགོས། ཕོ་ཡིག་ཁོ་ན་ལ་ད་སྒྲ་གདངས་དྲག་ཞན་བར་མ་འཇུག་ཨ། མོ་ཡིག་ལ་མི་འཇུག་གི་ནོ་འདུག་མོ་འདི་ཞེ་ཤེས་ཀྱི་རྗི་གི་མོའོ། ཞེ་ཤེས་ཀྱི་ཕོ་གི་མོའོ་གི་ཕོའོ། དེ་གོ་དེ་སྟེ། དེས་ཡི་གེ་སྐྱེད་བྱེད་ཀྱི་ཕོ་བ་དང་སྒྲ་དང་དྲག་ཆས་བར་མ་གི་དབྱེ་བ་འཇོག་རྒྱུ་ཡོད་པ་མ་གཏོགས། དེ་ལས་གཞན་པའི་ཡི་གེ་གང་ལ་ཡང་གངས་ཅན་གྱི་དོན་གོ་གངས་ཅན་གྱི་ཡི་གེ་གང་ལ་ཡང་སྒྲ་དང་དྲག་ཆས་བར་མའི་རྣམ་གཞག་མི་འཇལ་མི་སྲིད་ཟེར་ནོ་དེ་རེད།

བདེ་བ་ཞེ་སྡང་བཞི་བཞག་ནོ་དེ་བདེན་ཏེ་ལྔ་རུ་མཐོང་ཐུབ་ན། དེས་ན་བདེ་བ་ཞེ་སྡང་བཞི་འདི་ཆི་ཤེ་བཞག་ནི་ར་བདེན་ཏེ་ལྔ་རུ་ཆི་ཤེ་བཞག་འཇོག་གོ་ནི་ཙིཏྟ་ན་བདེ་བ་ཞེ་སྡང་བཞི་ནི་ཚུལ་འདི་གཙོ་བོ་སྒྲ་གདངས་ཀྱི་བཞག་ནི་མིན་ཟེར་གྱི་སྐྱེ་གནས་ཀྱི་སྒོ་ནས་བཞག་ནི་ཟེར་གྱི་ལ། འདི་གི་དབྱེ་སྒོ་འདི་ལྟ་ཤི་བོ་བ་རྣམ་གཞག་གི་ཉེ་བར་རང་རང་གི་ཕོ་མོའི་སྒོ་ཀྱི་ལྟ་སྟངས་དབྱེ་གཞི་གང་འདྲ་སྐྱེ་བྱ་སྐྱེ་བྱེད་ཀྱི་སྒོ་ནས

སྐྱེ་གནས་ཀྱི་སྒོ་ནས་བདེ་བ་བྱེད་དང་བརྒྱུད་ཞེས་བྱས་ན་ཡང། སྒྲ་གདངས་ཀྱི་སྒོ་ནས་བདེ་བ་བྱེད་དང་བརྒྱུད་ཀྱི་མི་རུང་གི། བདེ་བ་སྡེ་ཚན་ལྔ་རུ་དྲིལ་དགོས་བཟོ་ནོ་སྟེ་གཅིག་རེ་རེའང་སྒྲ་གི་ནང་གི་བསྟན་བྱ་གཅིག་རེ། གཉིས་པ་ནི། འང་དགོས་ནོ་འདི་སྐྱེ་འཇིག་གི་སྒོ་ནས་བདེ་བ་སྟོང་ངོ་ནས་བདེ་བ་བཞི་པ་ཐམས་ཅད་གཅིག་ནས་བྱུང་བ་ཡིན། ཙི་ཏུ་ཀུ་ཏུ་གཅིག་རེ་ནང་གི་ཉེ་བ་མོ། བདེ་བ་ལྔ་བ་ནི་ཕལ་ཆེར་མཚུངས་བ་ཡིན་ཙི་ཅི་རི་ཡི་གེ་གསུམ་མཚུངས་ནི་རི་བཞི་བ་མོ་དབའ་རྟ་མི་མཚུངས་ནི་རི་དབའ་རྟ་གཅིག་ནས་ཕྱིར་ལ་བལྟས་ན།

བ་ཕ་བ་མ་ཕྱི་རུ་རྩ་ཐང་འཛག་པ། སྐྱི་སུག་རེད། དེས་ན་ཤ་ས་ཨ་ཡ་ར་ལ་ཤ་ས་ཧ་ཨ་ཡི་གེ་འདི་ཆུ་ད་སྐྱི་ནས་ཚོང་བ་མི་ནུ་ཁ་མ་སྐྱི་ག་དགིན་བའི་ནུ་ཏི་ཀི་ཨང་འདྲ་ཉི་བ་གི་ནང་ནས་དོ་འདི་གོ་དགོ་ནི་ར། ཨང་སྒྲ་གཉིས་པ་གྱི་ནང་ཨང་སྒྲ་དང་པོའི་ནང་ནས་སྐྱེས་ནུས་ཀྱི་གཞག་པ་མ་གཏོགས་སྒྲ་གདངས་ཀྱི་མི་འཇོག། སྡེ་ཚན་ལྔ་ནི་སྒྲ་གདངས་ཀྱི་འཇོག་པ་མ་གཏོགས་སྐྱེས་ནུས་ཀྱི་མི་འཇོག་འདིའི་སྒྲ་གདངས་ཀུན་སློང་བཤད་ཚུལ་གྱི་སྒོ་ནས་བསྡུས་ནས་ཨ་བཤད་ཚུལ་གྱི་སྒོ་ནས་འཇོག་པ་ཀུན་སློང་འདིར། དེ་ལྟ་ཕོ་དང་མ་ནང་མོ་དང་ནི་ཤིན་ཏུ་མོ་དང་བཞི་བཞི་རུ་སྟེ། དེས་ན་སྡེ་བ་ལྔ་བོའི་ཁྱིམ་གྱི་སྡེ་བ་སྡེ་ཚན་ལྔ་ཞེས་ན་སྡེ་ཚན་ལྔ་གི་ནང་གི་བཞི་གང་རུང་ཕོ། མ་ནིང་མོ་ཤིན་ཏུ་མོ་དང། བཞི་བཞི་རུ་དགོས་ནོ། ཡི་གེ་བཞི་བཞི་བསྡུས་པ་རེ་ལ་ཡི་གེ་བཞི་བཞི་རུ་དགོས། དེའི་ཡི་གེ་བཞི་བཞི་བོ་ནི་འོད་སྟོང་གི་བདེ་བ་བཞི་བ་ཡན་ཆད་ཀྱི་ཡི་གེ་ནི་རིམ་པ་ལྟར་ར་སྐྱེ་གནས་གཅིག་རུ། སྐྱེ་གནས་གཅིག་ཡིན་ཚ་ན་ད་རིམ་པ་ལྟར་ར་བླངས་ན་ད། ཀ་ཕོ། ཁ་མ་ནང་འགའ་མོ་ང་ཤི་དུ་མོ་རེ་རིན་པ་ལྟ་ལ་ཀྱ་ཕོ་ཁྱ་མ་ནང་འགྱ་མོ་ཉ་ཤི་དུ་མོ་ད་ཕོ་ཐ་མ་ནང་འདའ་མོ་ན་ཤི་དུ་མོ་བ་ཕོ། བ་ཀ་ཕ་མ་ནི། བ་མོ་མ་ཤིན་ཏུ་མོ། དེར་དུ་སྡེ་བ་བཞི་བ་དེ་དག་གི་ཆོས་སྐྱེ་གནས་རབ་མཚུངས་ཀྱི་ཀློང་གི་བཤད་རྩོད་ཀྱི་རིམ་པ་ར་མཉམ་གྱི་ཉན་གྱི་འཇུག་གི་སྡེ་བ་ལྔ་བ་ཐོན་ན་ད་རུང་སྡེ་བ་བཞི་འབྲི་གསུམ་པ་རེ་ག་སྐྱེ་གནས་མཚུངས་བ་རེ། དེ་ཡི་བའི་བཞི་བ་གི་ཐོག་ནས་སྐྱེས་ནས་མི་ཚོང་གི་བ་གི་སྐྱེས་ནས། ཕྱི་ཡ་ཀ་མ་ཀ་ཉི་ག་རྒྱལ་ཡང་མ་ནས་འགྱོ་ལ་ཁ་ཙིག་ནོ་ཚན་གཏེར་མདོ་མགོ་བ་ཙི་གུ་གི་ང་རང་ནག་ཡེ་ནི་ར་ཡིག་གི་མི་དག་ས་བོ་ཞིག་མི་འགྱང་བ་དི་ངི་ངའི་མདོ་གི་ནུ་གི་སྒྲ་ལ་ལྷོ་རྒྱོ་ཡི་མི་ཉ་སྒྲ་ལོག་ཡང་རང་ནག་ཡེ་ནི་གི་ཏི་གི་ཏ་སྒྲ་མི་འཆང་ཏི་ད་ད་བར་གི།

ད་དུས་སྒོ་ཀེ་ཡ་ཀ་ང་ཀེ་ང་ཀ་ད་ཀེ་ཡ་ཀ་ན་ཀེ་ཡ་ཀ་བ་ཀེ་དུས་ཀེ་ད་སྒྲ་མི་རྟག་གི་ད་བི་ཀི་མི་རྟག་གི་དེ་ཀེ་ད་ཅིག་ལྷག་མི་ཉན་གི་ད་ཁྱེད་རྣམ་པ་གཟུགས་རེ་དགེ་ལུགས་རེ་སྐྱོང་རྒྱུ་ད་དུ་དུས་ཀེ་ཚག་སྡེར་དེ་ད་ཅིག་ལྷག་ད་ཡིས་མི་ཉན་གི་ཀ་ཨ་ཀ་བཞག་གི་ད་ངོ་ཟུ་དྭངས་མ་གིས་ཚག་སྡེར་ན་ད་རུང་ཀ་ཀ་བཞག་གི་ར་མ་ད་ཀ་ཀ་ཀ་བཞག་གི་ཨ་ཙི་ཙི།

སྡེ་བ་བཞི་བ་ཡན་ཆད་ཀྱི་ཆུ་ཟོས་རྒྱུ་སྐོར་གྱི་མོ་བཤད་གནང་ནས་ལམ་སྟོན་ན་ད་བོ། མ་ནིང་མོ། ཤིན་ཏུ་མོ། རིམ་པ་དེ་རུ་སྡེ་བ་བཞི་བ་ཡི་གེ་རང་རང་ངོ་སྤྲད་དུ་ནི། སྡེ་བ་བཞི་བ་ཡན་ཆད་ཡིས། ལྷག་མ་ཇི་བཞིན་གནས་པ་ལ། སྤྱིར་བོ། འདི་ལྟོ་ཁ་མེད་ནི་རི་ཁུ་ཙང་གི་སའུ་ཤེ་ཙོང་གི་ལྷག་མ་ཅི་བཞི་ཇི་ད་དུ་ཨ་ཆེན་གི་སེར་ཤ་སྲིད་ཅི་ནང་ཨ་དགིའི་བུ་ནི་བུ་སྟག་རི་ཨོ་ལ་ཕྱོགས་སུ་ལྷུང་བ་ལ་ཕྱོགས་སུ་མ་ལྷུང་གི་དབྱེ་བ་དེ་མི་དགོས་ནི་བུ་སྟག་རི་ད་ད་འདི་གི་ཅི་བཞི་འདི་ཧ་ར་ཧང་དང་ནི་ད་བཤད་པ་བརྒྱད་དོ་ནི་རི་དང་བོ་དག་མི་ཆོག་གི་ཡ་རྩ་སོགས་ཙང་ནི་བྱ་སོགས་བཞི་རི་བ་ནི་བ་དང་རྒྱལ་བའི་ལྷག་མ་དྲུག་ནི་མོ་རི་རྒྱལ་བའི་དྲུག་བསྟན་ན་ད་རུང་ཁས་མི་ལེན་གི་ད་རུང་ཨ་བ་ཀི་སི་ཆེ་ལ་འགལ་གི་འདུག་གི། རག་ལ་ཧ་ནི་མོ་ཤེན་ཏེ་ཨ་ནི་ཚད་མེད་ཅིག་ཀྱང་བྱ་བ་རེད། ཚ་སོགས་སུ་ནི་ཅ་སོགས་བརྒྱད་དགོས་ནོ། ཙ་ཚ་འཛ་སུ་ནི་ཅ་ཆ་རྒྱ་སུ་ན་བརྒྱད་དགོས། འདི་ནས་བྱ་བ་དུ་བོ་ནོ་ཆུ་ཟི་རི་ན། ཙ་སྟག་ཀན།

དྲ་བསྟོད་སྐད་ཆའི་ཐོག་ནས་ལག་རྗེས་ཀྱི་འགོ་བཞག་བཏང་ནས། ལག་རྗེས་ཀྱི། འགོ་བཞག་བཏང་ནས་ལག་རྗེས་ཀྱི་ཡི་གེ་སྔོན་མོ། གངས་ཅན་གྱི་དགྲ་ཡི་སྟོང་ལྔ་བོ་སི་ཙང་རི་ན་ལྷོ་ཁ་ཐོ་མི་སན་བོ་བྲག་གི་ཙང་རི། དེ་ཡིན་པས་ཆི་ཁའི་ཤེས་ནི་རི་ན་ངག། འདི་གི་ལུང་དེ་གང་ནས་འོངས་ན་ངས་ད་ཡིན་ད་འོངས་ད་ཡིན་ཉེར་དགུ་མེད། ཡ་ཤས་ར་མའི་བ་ཤས་དང་གཡང་ཤས་ཟིན་ནི་གསེར་རྒྱན་ནོ་ཨོ་ཏི་དགོ་ག། ཚིག་འདི་རེད། ཡ་ཤེ་བ་ར་མེད་བ་ཤེ་དང་གཡང་ཤེལ་བཞི་ནི་ཟུར་རྒྱན་ནོ། གཡང་ཤེལ་དགུ་ནི་གང་རེད། གཡང་བཞི་བ་ནཱ་རོ་བའི་ཤེལ་ཀ་རེད། ཤེལ་ཀ་གང་རེད། ཙ་སྟག་རེད། ཡ་སྟག་ཡ་ཤེ་རེད། ར་སྟག་ར་མེད་བྲལ། བ་ཤེ་བྲལ།

རྩ་བདེ་དེ་ལག་རྗེས་ཀྱི་བྱུང་ན་བདེ་བ་ཉེ་བ་ཡིན་དགོས་ཀི། ག་ག་འགའ་དགའ་ང་ད་ཐ་འདི་དགའ་ཉག་དེ་བདེ་བ་ཉེ་བ་ཡིན་དགོས་ཀི། དོན་མི་གསལ་བོ་དྲ་ཁོང་གི་ད་འོ་ཟོ། གངས་ཅན་གྱི་ཁྱད་ཆོས་དང་བསྟུན་ནས་ད་ཐ་འདི་དགའ་བདེ་བ་ང་བ་ཞིག་བཏང་དུས། དེ་བཞག་ནུབ་གི་རྒྱུ་མཚན་ཅི་རེད་ན། བདེ་བ་ཉེ་བ་གི་ནང་བཞག་ན།

ཀྱེ་རེ་པ་ཟིན་ནོ་ཏི་རེ་ཨ། འདི་རེ་རེ་ཡི་ཁ། ཁོའི་ཁོང་སྟོན་ཟིན་ན་ང་ཁོང་སྟོན་རྒྱུ་མེད་ཀུ་ག་ཏི། ཡི་ཁོང་གང་ཙ་ནས་ཟིན་ན་ཡ་ཤེ་ར་མ་བ་ཤེ་ཏང་ཟིན་ནོ་འདི་ཙ་ནས། གཡང་ཤེ་ཟིན་ནོ་སིར་རྒྱན་ནོ་བུ་ནོ་ཐིག་འདེ་ཏི་ཡི་ཐོ་ན་ཏ།